ད་ད་རེས་རྒྱན་རྣམ་པ་གཉིས་དང་སྐུ་གཉིས་སུ་ལྟ་ཡིན་ན་ང་རང་ཚོ་དེ་ད་རེས་ཡོ་རུབ་དམངས་ཁྲོད་ཁ་བརྡའི་ཐོག་ནས་ཨ་ནི་རེ་སྐུལ་ཅིག་ཞུས་ཆོག་ཞུས་པ་ཡིན། ད། ཆོས་སྐྱོང་གཞུང་བསྟེན་བསྟེན་གསོལ་བྱེད་ཉིན་ཚེ་ཉིན་དེ་ད་འཛམ་བུ་གླིང་འདིའི་ཐོག་ལ་ཡང། བོད་ཕྱི་ནང་གཉིས་ད་ས་ཆ་ག་ས་ག་ལ་མང་པོ་ཞི་བ་ཅིག་ཡོད་རེད། ད་དེ་ནང་ལས་དུ་མཚོན་ནང་ལ་ཡང། ཅེ། ཆོས་ཀྱི་ཨ་ནི་ག་ར་ག་ཚོགས་ར་གོ་ཐོ་ཡོད་ཉེན་ཡོད་རེད། མེད་ཉེན་ཡོད་རེད་གནས་ཚུལ་ཡག་པོ་ཤེས་ཉེན་ཡོད་རེད་མ་ཤེས་ཉོན་རེད་རིགས་མ་འདྲ་འདྲ་མ་འདྲ་མང་པོ་བྱོས་རེད་བ། གཞུང་དེར་བསྟེན་གསོལ་བྱེད་ཉིན་ནང་ལ་ཡང། གཞུང་དེར་བསྟེན་གསོལ་བྱེད་ཉིན་གཞི་ཞག་གཅིག་ནས་ཞུ་གི་ཡོད་དེ་ཡིན་དུས་ཙང་ཁན་ད་ཕ་ཕྱོགས་ནས་གཅིག། གཞན་ཕྱོགས་ནས་གཅིག་འདྲ་བཤད་རྒྱ་བལ་དེ་ལ་ད་གཞུང་དེ་དེ་བན་དེ་ཁ་སོག་ར་ད་དོང་འདྲ་རེད་ཟེར་ཡ་འདྲ་བོ། དེ་ནས་འདྲེ་རེད་ཟེར་ཡ་འདྲ་བོ་ད་དུག་ར་གཉིས་ཚེ་གང་ལ་གོ་བར། དེ་ནས་དེ་བསྟེན་ན་དེ་ནས་གཉའ་བར་ལ་སྐྱེ་གི་རེད་ཟེར་ཡ་འདྲ་བོ་དེ་ནས་ནང་པར་བྲལ་ནས་བོད་འབྲུག་བར་ཟེར་ཡ་འདྲ་བོ་ད་མང་པོ་ཞིག་ལ་གོ་བར་དེ་ག་དེ་ཨམ་ཅོག་ལན་རྟག་པ་ཐོས་བསྡད་གོ་བར། བྱས་ཙང་གནས་ཚུལ་མང་པོ། གནས་ཚུལ་ཡག་པོ་ཞིག་མགོ་མ་ཚོས་ཉིན་དུ་ཚོད་བྲལ་ཡང་དངོས་གནས་དུ་ཚོད་རྟག་པ་ཅིག་ཐོས་བསྡད་དུས་ཙང་ཁན། སེམས་ནང་ལ་ཡ། ཕ་ཆིན་གཅིག་མེད་འགྲོ་བསམ་བསམ་རུང་དེ་འདྲའི་དོགས་པ་ཡོད་ཉིན་དེ་འདྲ་ཡོང་ཡོད་སྲིད་ཀྱི་རེད་བསམ་དྲན་གྱི་འདུག་དེ་འདྲ་ཡིན་ད། དེ་འདྲ་ཡིན་དུས་ཚང་གི་ད་གཙོ་ཆེ་ཆེ་དོན་ཚོའི་ཆེད་དུ་འདྲ་པོ་བྱེད་ལོས་ཡ། ཨ་ནི་ད་ག་ལ་འོ་རོགས། གཞུང་དེང་ལ་དད་པ་ནི་ཡོད་ཡོད་པ་བྱེད་དེ་འདྲ་ཡིན་དུས་ཚང་གི། ད་སྡུག་སེམས་ཐེ་ཚོམ་འདྲ་པོ་ཟ་བསྟན་ཉིན་ད་དེ་འདྲའི་རིགས་ཁ་བྲལ་གལ་སྲིད་ཡོད་པ་ཡིན་ན།

ངོས་འཛིན་གྱི་ཡོད་རེད་རོ། དེ་ཡིན་དུས་དེ་ཡང་དེ་ནས་ད། བླ་མ་ཟེར་ཡ་དེ། ཆོས་ཞུ་དེ་ཆོས་གནང་བ་དེ་ན་དེ་གི་རང་རྒྱུད་ལ་ལུང་རྟོགས་ཀྱི་བསྟན་པ་སྤེལ་ཏེ་དེ་རང་གི་ཉམས་སུ་ལེན་དེ་ན། ད། བླ་མ་ཟན་ལབ་ཟེར་ན་རེད། བླ་མ་བཀའ་དྲིན་ལ་བརྟེན་ནས་ད་བར་དུ་ཐོབ་བྱུང་ཆེན་པོ་གང་ཕོངས་སྤྲོད་དགོས་ཡ། ཡི་དྭགས་ལྷ་དེ་བླ་མ་ཡི་དྭགས་ངོ་ཡེ་མེད་སུ་སྒམ་ནས་ན། དེ་ནས་རང་རང་གི་རྒྱུད་ལ་དངོས་གྲུབ་བསྐྱེད་དགོས་ཡ། དེ་ནས་ཆོས་སྐྱོང་སྲུང་མ་ཟེར་ཡ་དེ། ད། ཆོས་སྐྱོང་གི་སྲོག་འོང་དཀའ་ཟེར་ན་རེ་ཆོས་སྐྱོང་གི། དེ་ནས་བསྟན་སྲིད་དེ་ཚོ་འོང་དེ་ཚོ་བཀོད་འོང་འདུག་གོ་རང་རང་སོ་སོ་ཡ་རངས་སུ་ཅིས་བསྡད་ན་ཆོས་སྐྱོང་གི་ལ་དེ་ནས་ཕར་ཚུར་འོང་དགོས་ཡ་ལ་སོགས་པ་ད་ཅི་རེད་ད་མདོ་ན་ཁྱོད་ཐོན་གྱི་གྲོགས་སུ་བསྐྱོད་བསྡད་ན་ད་དེ་འདྲ་བྱས་བསྡད་ན་ད་སོང་ཧ་གི་ཡོང་ནི་བསྡད་པ་ཡིན་ན་ཆོས་སྐྱོང་སྲུང་མ་ཡི་ཤི་ལ། དེ་ནས་བསྟན་ལ་བསྡད་པ་ཆོས་སྐྱོང་སྲུང་མ་དེ་ཚོ་དགེ་འདུན་གྱི་བྲག་ལ་བཞག་བསྡད་ན། ད་ཁོ་ཚོ་གོ་རམས་ཀྱི་ནི་ཞིག་ཆོས་སྒྲུབ་པོ་འགྲོ་འོང་རེ་བསྟན་ཏེ་སྐྱོ་འདུག་ཡོད་རེད་བ། དེ་ཡང་ཡིན་དུས་དེ་ལ་ཡང་ཅིག་ངོ་བོ་གོ་རམས་མ་འཆུག་པ་ཅིག་བྱས་ཏེ་གྲགས་ཆེན་པོ་ཡིན་པ་དང་བསྟན་ཚུལ་དང་ཆོས་འབྱུང་གསུམ་མ་གསལ་ཏེ་ཁོ་འཕྲིན་ལན་གནམ་གྱི་འཕྲིན་ལན་གྱི་གོ་ལ་བསྟན། དེ་ནས་དངོས་གྲུབ་སྟེ་ཉེ་དང་ལ་བསྟན་དེ་ནས་ཟན་ལ་བསྟན་གཞན་དག་དེ་ཚོ་བླ་མ་ལ་བསྟན་ཟེར་དེ་གི་ཡོད་རེད་ད་ཅིག་ནི་དེ་འདྲ་བྱས་ཏེ་ན་ཁོ་ངོ་བོ་གོ་རམས་ཡོད་པོ་དགོས་ནི་བསྟན་ཚོགས་ཞིང་སྒམ་པོ་གི་དུས་སུ་སླར་ཡང་བླ་མ་གི་སྒམ་ས། དེ་ནས་ཡེ་དྭགས་དང་དེ་བཞིན་དུ་རྟག་གོ། བླ་མ་ཡེ་དྭགས་ཐོགས་མཆོག་སོ་སོའི་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་བཅས་ཏེ་སོ་སོ་རང་རང་གི་སྐུ་ནི་དེ་འཇིག་རྟེན་འདས་དང་མ་འདས་སྲུང་མ་དེ་ཚོ་རང་རང་སོ་སོ་གི་གོ་ས་དེ་ཚོ་སྒམ་ས་དང། དེ་འདྲའི་གི་དམིགས་རྟེན་གི་སྟེང་ལ་ཡང་བཞག་ཚུལ་ཐོང་ཁ་སི་འབྲི་ཚུལ་འདུག་བ་ལ་དེ་ཚོ་གོ་རན་མ་འཆོག་པར་མདོ་རྒྱུད་བསྟན་བཅོས་ཀྱི་ཀློང་དུ་འཐོན་པ་བྱས་ནས་ན་དེ་འདྲས་བྱས་ན་ཡག་པོ་འདུག་བསམ་གྱི་འདུག་དེ་ནས་མ་གཞི་ནི། དག་ཅིག། ཆོས་སྐྱོང་རྡོ་རྗེ་ཤུགས་ལྡན་བསྟན་འདིར་མི་ག་ཚད་ཀྱི་ཁྱེད་ཚོས་ཅིག། ཤུགས་ལྡན་རྩ་ཆེན་པོ་བརྩེ་གི་འདུག་ཁྱེད་ཚོ་གཉལ་ལ་སྐྱེལ་གི་རེད་ཁྱེད་ཚོས་བླ་མ་ལྟ་བུ་འདི་བཞིན་བཞག་གི་འདུག་ཁྱེད་ཚོ་གཉལ་བ་སྐྱེལ་གི་འདུག་ཟེར་ཡ་འདྲ་བོ་ཁྱེད་ཚོས་ཀྱི། ཅིག་ཡི་རམ་ལྟ་བུ་བརྩེ་གི་འདུག་ཁྱེད་ཚོ་ཅིག་ཅིག་བྱེད་གི་རེད་ཟེར་ཏེ་ཤི་བསྡད་ཡ་དེ་ཁོ་ཚོ་མགོ་མ་ཚོས་པའི་གནད་དོན་རེད་བསམ་གི་འདུག་གང་རེད་ཟེར་ན། ང་ཚོ། ཅིག། དཔེར་ན་དཔལ་རྡོ་རྗེ་འཇིགས་གཟིགས་ཀྱི་རྣམ་འགྱུར་པ་ཅིག་ཡིན་པ་ཡིན་ན། སྣོད་ཐམས་ཅད། རྡོ་རྗེ་འཇིགས་གཟིགས་ཀྱི་ཞལ་ཡས་ཁོང་དུ་བསྐྱོད་ཐམས་ཅད་རྡོ་རྗེ་འཇིགས་གཟིགས་ཀྱི་རྣམ་རོལ་དུ་སྤྲོ། དེ་བྱེད་ཀྱི་ཡོད་རེད། དེ་ཡི་རང་གོང་དུ་གོང་ཡིན་ན་དེ་འདྲ་བྱེད་ཀྱི་ཡོད་རེད་བ། དེ་ནས་ག་སྲིད་དེ་འདྲ་ཡིན་པ་ཡིན་ན་ཆོས་སྐྱོང་རྡོ་རྗེ་ཞིག་དེ་ཁོང། བ། དང། རྣམ་པ་ག་འདྲ་ཡིན་མིན་ལ་ང་ཚོས་གི་མ་ལྟོས་པ་ངོ་བོ་ལ་བླ་མ་འཇམ་པ་ཞི་ཞི་ཁྲོ་ལ་ངོས་འཛིན་བྱེད་འདོད་ན་བསྟན་ལྡན་གྱི་ཡོད་རེད་བསྟན་ལྡན་མཁན་དེ་ཚོ་ལ་ནོར་འཁྲུལ་ཡོད་མ་རེད་བསམ་གི་འདུག་རེད་བ། དེ་ཡིན་དུ།